ཚང་མ་ལ་བཀྲ་ཤིས་བདེ་ལེགས། ངའི་མིང་ལ་བསམ་གཏན་ཟེར་གྱི་ཡོད། ཕྲུ་གུ་ཚོ། དེ་རིང་ཁྱེད་རང་ཚོ་ཐུག་པ་དགའ་པོ་ཞེ་དྲག་བྱུང། དེ་རིང་ང་ཚོ་ཚང་མ་མཉམ་དུ་དབུགས་ལ་བརྟེན་ནས་སྒོམ་ཞིག་སྦྱོང་བརྡར་བྱས་ཡ་ཡིན་ད། མཁྱེན་སོང་ང། ཁྱེད་རང་ཚོ་གྲ་སྒྲིག་ཡིན་པས། ཐོག་མར། ང་ཚོ་དེ་རིང་སྒོམ་ཡག་པོ་ཞིག་རྒྱག་གི་ཡིན་ཞེས་བསམ་བློ་ཡག་པོ་ཞིག་གཏོང་ཨ། ད་ང་ཚོ་ཚང་མ་མཉམ་དུ་སྒོམ་ཡག་པོ་ཞིག་རྒྱབ་ཡ་ཡིན་ད། ང་ཚོས། གདན་དང་སྐུ་བརྒྱ། གང་རུང་གང་ལ། བདེ་པོ་དང། ལྷོད་ལྷོད་བྱས་ནས་སྡོད་ཨ། དེ་ནས། མིག་གཉིས་བཙུམ། རྐང་པ་སྐྱིལ་ཀྲུང་བྱས་ནས་བསྡད་ཐུབ་ན་རྐང་པ་སྐྱིལ་ཀྲུང་བྱས་ཨ། ལག་པ་གཉིས། ལྟེ་བའི་འོག་ལ་ཞོག་དང། རྐེད་པ་དང་དཔུང་པ་གཉིས་ཁ་ཐུག་སོས་ཨ། མགོ་དེ་ཏོག་ཙམ་མདུན་ལ་བཀུག་ཨ། དེ་འདྲའི་ཆེ་ནས་གཟུགས་འབུལ་གྱི་འཁྱེར་སྟངས་དེ་བཟོས་བྱས་པས་ཡག་པོ་བྱུང་སོང་ཨ། ད་ཁྱེད་རང་ཚོ། འདས་པོ་དང་སྐྱེས་བུ་ལྷོད་ལྷོད་བྱས་ནས་བསྡད་ཚར་སོང་བ། ཡིན་ན་ཡང་སྒོམ་རྒྱག་དུས་གཉིད་ཁུག་ཡག་ཡོད་མ་རེད་ད། སྒོམ་ཡག་པོ་བྱེད་རྒྱོབ་ཡག་ཆེད་དུ་ཐོག་མར་ང་ཚོས་མི་གཉིས་ཀ་ལོ་བཙུམ། སེམས་པ་ཡང་ལྷོད་ལྷོད་བྱས་ནས་ཞོག་གོ་རེད། བསམ་བློ་འདྲ་མིན་འཁོར་སྲིད་ཀྱི་རེད། གལ་སྲིད་བསམ་བློ་འདྲ་མིན་འཁོར་ན། འཁོར་བཅུ་བ་གང་ཡང་ཡོད་མ་རེད། མཚམས་མཚམས་སྒོམ་རྒྱག་དུས། ང་ཚོ་རྩེད་མོ་རྩེ་ག་འགྲོ་འདོད་བྱུང་ནས་ཕྱི་ལོགས་ལ་འགྲོ་ཉེན་འདོད་པ། དེ་འདྲ་ཡང་ཡོང་གི་རེད། དེ་ནི་ཡོང་སྲིད་པ་རེད། ཡིན་ན་ཡང། ང་ཚོས། ཕྱིར་མ་འགྲོ་བར། ཁ་ཁུ་བསིམ་པོ་བྱས་ནས། སྒོམ་བརྒྱབ་ནས། སྡོད་ཡ་ཡིན་ད། དེ་འདྲ་བྱས་ན། ང་ཚོ། སེམས་མ་ཡེངས་པ། སེམས་པ་དེ། དབུགས་དང་མཉམ་དུ། གནས་ཐུབ་ཀྱི་རེད། ཤེས་སོང་ང། ལས་སླ་པོ་རེད་འདུག་བ། ད་མུ་མཐུད་ནས་སྒོམ་རྒྱག་ཡ་ཡིན་ད། ལ་སོ། དེ་འདྲ་བྱས་ན་ང་ཚོས། ང་ཚོ་སེམས་དང་གཟུགས་པོ་གཉིས་ཀ་ལྷོད་ལྷོད་ཆགས་ཀྱི་རེད་ཤེས་སོང་ང། ངའི་བསམ་པ་ལ་ཁྱེད་ཚོས་ངའི་གང་ལབ་པ་དེ་མགོ་ཡག་པོ་ཚུད་ཡོད་འགྲོ་བསམ་གྱི་འདུག། ང་ཚོས་དེ་རིང་དབུགས་ལ་སེམས་བཞག་ནས་སྒོམ་བརྒྱབ་ཡ་ཡིན། ཡིན་ན་ཡང་བསམ་བློ་འདྲ་མི་འདྲ་མང་པོ་ཡང་འཁོར་ལྡོག་ཁ་པོ་རེད། དེ་དུས་ང་ཚོས་གཟབ་གཟབ་བྱེད་ནས་སེམས་དེ། དབུགས་ཀྱི་སྒང་ལ་བཞག་དགོས་པ་རེད། གལ་སྲིད་སེམས་དེ་ཡག་པོ་བྱས་ནས་བཞག་མ་ཐུབ་ན་གང་ཡོད་མ་རེད། ལྷོད་ལྷོད་བྱས་ནས་མུ་མཐུད་ནས་སྒོམ་རྒྱོབ་ཨ། ད་ང་ཚོ་ཚང་མ་དབུགས་ལ་སེམས་ག་འདྲ་བྱས་ནས་བཞག་དགོས་ཡོད་མེད་སྒོམ་གྱི་སྦྱོང་བརྡར་བྱེད་ཡ་ཡིན་ད། མཁྱེན་སོང་ཨ། ང་ཚོས་དབུགས་ཚུར་ག་འདྲ་ཡོང་གི་འདུག་ཕར་ལ་ག་འདྲ་འགྲོ་གི་འདུག་ཞེས་བཤད་དགོས་པ་རེད། ལས་སླ་པོ་རེད་འདུག་ལས་སླ་པོ་ཞེ་དྲག་རེད། ང་ཚོས། སེམས་མ་ཡེངས་པ་སེམས་དཔའ་དེ། དབུགས་ཀྱི་སྒང་ལ་བཞག་ནས། དབུགས་ཚུར་སྣ་ཁུང་ནང་ལ་གང་འདྲ་བྱས་ནས་འཛུལ་གྱི་འདུག། དབུགས་ཕར་སྣ་ཁུང་ནས་གང་འདྲ་བྱས་ནས་ཐོན་གྱི་འདུག་ཞེས་སྒོམ་བརྒྱབ་དགོས་རེད། དེ་ནི་ང་ཚོས་སྙིང་དབྱུག་པ་ནང་བཞིན། སྒྲུག། སྒྲུག། སྒྲུག་ཞེས་འདྲ་པོ་ཡོད་རེད། ད་ང་ཚོ་དབུ་ཡར་འཐེན་པ་དང་དབུ་མར་གཏོང་བ་དེ་འདྲ་ཚར་ཁ་ཤས་བྱེད་ཡ་ཡིན་ད། མཁྱེན་སོང་ཨ། དབུ་དེ་འདྲ་ཁ་ཤས་གཏོང་ཨ། དབུ་དེ་འདྲ་བྱེད་ནས་དབུ་གཏོང་དགོས། ལགས་སོ། ཡིན་ན་ཡང། ཕྲུ་གུ་ཁྱེད་རང་ཚོ་ཁ་ཤས་ལ། སེམས་པ་དེ་དབུགས་དང་མཉམ་དུ་བཞག་ཡ་ལ། དཀའ་ལས་ཁག་པོ་ཡོད་རེད་བསམ་གྱི་འདུག། ཁག་པོ་དེ་བས། བྱས་ཙང་ངས་ཁྱེད་རང་ཚོ་ལ་ཐབས་ཤེས་ཡག་པོ་ཅིག་བསླབ་དགོས། དེ་ནི། དབུགས་གྲངས་ཀ་རྒྱབ་ཡ་དེ་རེད། ང་ཚོས། དབུགས་ཕར་གཏོང་བ་དང་ཚུར་ལེན་པ་གཉིས་ལ་སྐོར་ར་གཅིག་ཞེས་བརྩི་དགོས་རེད། དེ་ནང་བཞིན། ཡང་བསྐྱར་དབུགས་དེ་འདྲ་ཚུར་འཐེན་པ་དང་ཕར་གཏོང་བ་ལ་སྐོར་ར་གཉིས་ཞེས་བརྩི་ཨ། དེ་འདྲ་བྱས་ནས་དབུགས་གྲངས་ཀ། བདུན་ཙམ་བརྩི་དགོས་རེད། ཡང་བསྐྱར་བདུན་ཞེས་བརྩི་ན་འགྲིག་དེ་ལས་མང་བ་བརྩི་ན་འགྲིག། ངའི་རེ་བ་ལ། ད་ཁྱེད་རང་ཚོས་འགོ་ཚུད་པའི་རེ་བ་ཡོད། ད་ང་ཚོ་མཉམ་དུ་སེམས་མ་ཡེངས་པར་བྱས་བྱས། དབུགས་གྲངས་ཀ་བརྩིས་ནས་སྒོམ་བརྒྱབ་འདུག་ཁྱེད་རང་ཚོས། སེམས་མ་ཡེངས་པ་ཞེས་ཚིག་དེ་གོ་དུས། དཀའ་ལས་ཁ་མཐོ་ཁ་བོ་ཞིག་མཐོང་གི་ཡོད་འགྲོ། ཡིན་ན་ཡང། སེམས་ཁྲལ་མ་བྱེད་ཨ། དེ་ནི་ལས་སླ་བོ་ཞེ་དྲག་རེད། ད་ང་ཚོས་མིག་བཙུམ་བྱས་ལྷོད་ལྷོད་བསྡད་ནས་དབུགས་གྲངས་ཀ་བརྒྱབ་འདུག། སེམས་མ་ཡེངས་པ་བྱས་བྱས་དབུགས་ལ་སེམས་གཏད་ཨ། ཡིན་ནའང། དབུགས་གཏོང་དུས་ཧ་ཅང་ཤུགས་ཆེན་པོ་དང་ཧ་ཅང་དབུགས་ཤུགས་ཆུང་ཆུང་མ་གཏོང་ཨ། དབུགས་སྙོམས་པོ་བྱས་ནས་ཡར་བཏང་མར་བཏང་དེ་འདྲ་བྱེད་དགོས་རེད། ཐོག་མར་ང་ཚོ་དབུགས་ཐེངས་མ་བདུན་ཡར་གཏོང་མར་གཏོང་བྱེད་ཡ་ཡིན་ད། མཁྱེན་སོང་ཨ། ལགས་སོ། ཐ་ཚིག་ཡང་ཡིན་ད། གཅིག། དབུགས་ཡར་འཐེན། མར་གཏོང། གཉིས། དབུགས་ཡར་འཐེན། མར་གཏོང། གསུམ། དབུགས་ཡར་འཐེན། མར་གཏོང། ཞེས། དབུ་ཡར་འཐེན། མར་ལྟུང། ལྔ། དབུ་ཡར་འཐེན། དབུ་མར་ལྟུང། དྲུག། དབུ་ཡར་འཐེན། དབུ་མར་ལྟུང། བདུན། དབུ་ཡར་འཐེན། དབུ་མར་གཏོང། དཔེ་ཡག་པོ་བྱས་སོང་ད། ད་ང་ཚོ་མུ་མཐུད་ནས་དབུ་ལ་བསམ་བློ་གཏོང་ཡག་ཡིན་ད། གལ་སྲིད་ད་ལྟ་ང་ཚོ་སྒོམ་བརྒྱབ་དུས་ཚོར་བ་འདྲ་མི་འདྲ་བྱུང་ན་ཚོར་བ་དེ་ཚོ་ཡོང་བཅུག་ཨ་གང་ཡང་ཡོད་མ་རེད། ཚོར་བ་སྐྱིད་པོ་དང་ཚོར་བ་སྡུག་པོ་དང། ཚོར་བ། འདྲ་མི་འདྲ་ཡོང་སྲིད་པ་རེད། སེམས་མ་འཚབ་ཨ། ད་ཡང་བསྐྱར་དབུགས་གྲངས་ཀ་བདུན་ཐམ་པ་བརྒྱབ་ཡ་ཡིན་ད། ཅེས་དབུགས་ཡར་འཐེན། མར་སྟོང། གཉིས། དབུ་ཡར་འཐེན། མར་སྟོང། གསུམ། དབུ་ཡར་འཐེན། མར་སྟོང། བཞི། དབུ་ཡར་འཐེན། མར་སྟོང། ལྔ། དབུ་ཡར་འཐེན། མར་སྟོང། དྲུག། ཨུ་ཡ་ཐན། མ་སྟོང། བདུན། ཨུ་ཡ་ཐན། མ་སྟོང། ཁྱེད་རང་ཚོས་ད་བར་སྒོམ་ཧ་ཅང་ཡག་པོ་བརྒྱབ་སོང། ད་གཟུགས་པོ་དང་སེམས་གཉིས་ལྷོད་ལྷོད་བྱས་ནས་བཞག་ཨ། དེ་འདྲ་བྱས་ན། ང་ཚོའི་གཟུགས་པོའི་འཕྲོད་བསྟེན་དང་སེམས་ལ་ཕན་ཐོགས་ཡོད་རེད། ད་ང་ཚོ་ཡང་བསྐྱར་མཉམ་དུ་དབུགས་ལ་བརྟེན་ནས་སྒོམ་མཐའ་མ་དེ་རྒྱབ་ཡ་ཡིན་ད། དབུགས་བདུན་ཙམ་ཡར་གཏོང་མ་གཏོང་བྱེད་ཡ་ཡིན། ཅེས་དབུགས་ཡར་འཐེན། མ་གཏོང། གཉིས། དབུགས་ཡར་འཐེན། མ་གཏོང། གསུམ། དབུགས་ཡར་འཐེན།

དད་ནས་ཏོག་ཙམ་སེམས་མ་ཡེངས་པ། སྒོམ་བརྒྱབ་ནས་སྡོད་ཨ། གཟུགས་པོ་དང་སེམས་གཉིས་ལྷོད་ལྷོད་བྱེད་ནས་བཞག་དགོས་རེད། སེམས་པ་ཡེངས་རྒྱུ་ཡོད་མ་རེད། སེམས་པ། ཚབ་རྒྱུ་ཡོད་མ་རེད། རང་གི་སེམས་དེ། དབུགས་དང་མཉམ་འདོར་ལ། རྩེ་གཅིག་ཏུ་བཞག་དགོས་རེད། དེ་འདྲ་བཞག་ན་ང་ཚོས། སྒོམ། ཡག་པོ་རྒྱབ་ཐུབ་ཀྱི་རེད། ལགས་སོ། ཕྲུ་གུ་ཚོ། དེ་རིང་ཁྱེད་རང་ཚོས། སྒོམ་དཔེ་མི་སྲིད་པས་ཡག་པོ་རྒྱབ་སོང། ངས་ཁྱེད་རང་ཚོ། དེ་འདྲ་སྒོམ་ཡག་པོ་བརྒྱབ་པ་ལ་སྤོབས་པ་ཡོད། ད་ང་ཚོས། སྒོམ་དེ། མཚམས་བཞག་འདུག། ཁྱེད་རང་ཚོས་ག་ལེར་བྱས་ནས་མི་གཉིས་བདང་ཨ། དེ་ནས། ལག་པ་དང་རྐང་པ་གཉིས། སྐྱིལ་ཀྲུང་བྱས་ཡོད་ན། རྐང་པའི་སྐྱིལ་ཀྲུང་བཤིག། ལག་རྦད་ཀྱི། ཨ་ནི། མཉམ་གཞག་གི་ཕྱག་རྒྱ་དེ་ཡང་བཤིག། དེ་བཤིགས་ནས་རྐང་པ་དང་ལག་པ་རྣམས་ག་ལེ་བྱས་ནས་ཕག་བརྐྱང་ཚུར་བརྐྱང་བྱེད་དགོས། དེ་ནས་ཡར་ལངས་ནའང་འགྲིག་གི་རེད། ཤེས་སོང་ང། ད་སེམས་ལ་དགའ་སྣང་ཞིག་དང་སྐྱིད་སྣང་ཞིག་བྱེད་དགོས། གང་ཡིན་ཟེར་ན་ང་ཚོའི་མི་ཚེ་ནང་དབུགས་དེ་ནི་རྩ་ཆེན་པོ་ཞེ་དྲག་རེད། ང་ཚོས་ད་དུང་དབུགས་གཏོང་ཐུབ་པ་དེ་དང། དབུགས་གཏོང་ཡག་ཡོད་པ་དེ་ཧ་ཅང་གི་ཡག་པོ་རེད། དེ་རིང་ང་ཚོ་སྒོམ་མཉམ་དུ་བརྒྱབ་པར་ཁྱེད་རང་ཚོ་ཚང་མ་ལ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།